བརྗོད་བྱ་གཙོ་བོ་དེ་ག་ཚོད་ན་བོད་ཀྱི་སྐད་ཡིག་གི་ཐོག་ལ་ཡང་དེ་ཡང་གཙོ་བོ་དེ། བོད་སྐད་གཙང་མ་རྒྱལ་ཕ་སྐད་གཙང་མ་རྒྱལ་གྱི་དེ་འདྲས་ཀྱི་ཐོག་ལ་ཡང་ལེ་ཚན་གཅིག་ཟླ་བ་གཅིག་གི་རིང་ག་ལ་ཡང་ཉིན་ལྟར་རེ་རྣམ་པ་ཚོས་རྒྱང་སྲུང་ཞུ་གི་ཡོད། དེ་ནས་ད་དེའི་ནང་ལོགས་ལ་རྣམ་པ་ཚོ་ག་རེ་མཁྱེན་འདུག་ཟེར་བས་ན་གཙོ་བོ་དེ། ཁྱོད་རང་གིས་ཉིན་ཆ་འཁྲུག་ཅིག་གི་ནང་ལོགས་ལ་ཡ། ཞོགས་སྔ་ལངས་བྱེད་བྱེད།

ལས་རིམ་གཅིག་གི་གོང་མཐོ་སྤྲོད་ཡག་གི་ཁེ་ཕན་ཆེན་པོ་ཞེ་དྲག་ཡོད་རེད་དེ་ངས་དེང་ཚོད་དུ་ནས་ཞུ་ཡོད། སོང་ཙང་ད་སྐད་ཆ་མང་པོ་ཞུ་མི་གོ་བའི་ཐོག་ནས། དེ་རིང་ད་ཐ་སྙད་ཅིག་ད་རྒྱུན་མཐུད་ནས། ད་སྤྱི་ཚོགས་དྲ་ལམ་བརྒྱུད་ལས་ཡིན་པ་ཡིན་ན་ད་བོད་རིགས་གཞོན་སྐྱེས་མང་པོ་ཞེ་དྲག་ཡོད་རེད་ད YouTube བརྒྱུད་བཅས་ད་འཚམས་འདྲི་ཞུ་གི་ཡོད་རེད། ཡིན་ན་ད་འཚམས་འདྲི་ཞུ་སྟངས་སྐོར་ནས་ང་ཚོས་ནོར་གི་ཡོད་རེད། སོང་ཙང་དེ་རིང་གནའ་བོ་ཚོ་ལ་ཡང་འཚམས་འདྲི་ཞུ་སྟངས་ཐད་ནས་ནོར་བ། ཐ་སྙད། བོད་སྐད་མ་ཡིན་པ་འདི་ག་རེ་བར་ཟེར་བ་ཡིན་ན། གང་ག་ལོག་ལ་ཡ། བཀྲ་ཤིས་བདེ་ལེགས། ཚང་མ་ལོག་བཀྲ་ཤིས་བདེ་ལེགས། སོང་ཙང། ང་ཚོའི། འཚམས་འདྲི་ཞུ་བའི་སྐབས་ལ་ན་ལོག་ཟེར་བའི་ཚིག་ཅིག་བེད་སྤྱོད་གཏང་དགོས་བ་རེད། སོང་ཙང་ལོག་ཟེར་བ་འདི། བོད་སྐད་གཙང་མ་ཞིག་མ་རེད། སོང་ཙང་ལོག་ཟེར་བའི། ཐ་སྙད་འདི་ག་རེ་ཟེར་བ་ན་རྒྱ་གར་གྱི་སྐད་རེད་བ། ལོག། ཨབ་ལོག། ཧམ་ལོག། སབ་ལོག། ཨབ་ལོག་ཀི་དར་གི་ཡ། ཝེ་སབ་ལོག་ཀི་ཡ། ཁོ་ཚོ་གང་ག་ལ་ཕྱིན་སོང། སབ་ལོང་གོ་ན་མ་ཤི་ཀ་ར་ཚང་མ་ལོག་ལ་བཀྲ་ཤི་ཏི་ལེ། ལོག་ཟེར་ཏི་རྒྱ་ག་རྒྱལ་རེད་སོང་ཙང་ད་ནམ་པ་ཚོའི་ཐ་སྙད་ཅིག་མཁྱེན་བྱུང་ང་ཏི་ག་ལ་པ་ན་མ་དག་རྒྱུན་འབྱམས་སུ་ཕྱིན་པའི་ཐ་སྙད་ཅིག་རེད་ད་མང་པོ་ཅིག་གི་ཧ་གོ་གོ་བ་མ་རེད་བོད་སྐད་གཙང་མ་ཡིན་ཤག་གི་ཐོག་ནས་རྒྱག་གི་འོ་རེད་ཚང་མ་ལོག་གང་ག་ལོག་ཁོ་ཚོ་གང་ག་ལོག་ག་བ་ཕྱིན་སོང་ཚང་མ་ལོག་ལ་བཀྲ་ཤི་ཏི་ལེ་བྱེད་བྱེད་དེ་འདྲ་ཅིག་རྒྱག་གི་འོ་རེད། YouTube ནང་ལོག་ལས་གཞོན་སྐྱེས་མང་པོ་ཞུགས་རྒྱག་ཡོད་རེད། མང་ཆེ་བ་ད་ཧ་རང་ཟེར་གྱི་རེད། ཚང་ལོག་ལ་བཀྲ་ཤིས་བདེ་ལེགས་རྒྱལ་ཆེ་བོད་རིགས་ཚང་ལོག་ལ་ཡ་བཀྲ་ཤིས་བདེ་ལེགས་བྱེད་ཀྱི་འདུག་ཅེས་འབོད་ཤུགས་བཏང་གི་རེད། སོང་ཙང། འཚམས་འདྲི་ཞུས་སྟངས་ཐད་ནས། ད་ང་རང་ཚོ་བོད་སྐད་རྒྱ་ཡག་ནོར་དགོས་འོག་རེད། སོང་ཙང། རྣམ་པ་ཚོས། ཉི་མ་ད་རིང་ནས་བཟུང་རྗེས་དེ་ནི་ཚང་མ་ལོག་མར་བལྟ། ག་རེ་ཞུ་འི་ན། གང་ག་ལ། ཚང་མ་ལ་བྱས་རྗེས་ཐམས་ཅད་ལ། བྱས་རྗེས་འདུག་ཞེས་བོད་གཞུ་བཏང་བ་རེད། ཚང་མ་ལ་བཀྲ་ཤིས་བདེ་ལེགས་གང་ག་ལ་བཀྲ་ཤིས་བདེ་ལེགས་ཁོ་ཚོ་གང་ག་ཕྱིན་སོང། བྱས་རྗེས་བོད་གཞུ་བཏང་བ་མ་གཏོགས་རྗེས་ཁོ་ཚོ་གང་ག་ལོག་ཕྱིན་སོང། གང་ག་ལོག་ལ་ཡང་བཀྲ་ཤིས་བདེ་ལེགས་བྱས་རྗེས་འདུག་ཞེས་རྒྱག་རྒྱུ་མེད་པ་རེད། དགེ་བཤེས་ཁྱོད་རང་ལ་དེ་རིང་གི་བརྙན་ཐུང་གི་བརྗོད་བྱ་འདི། མཉེས་པོ་འབྱུང་ན་ཡིན། ཡིན་གྱི། ཚོགས་ཞུགས་གནང་རོགས་གནང་ཞུ་བ་ཡིན་ད་ནང་བཞིན་ག་ད་གལ་སྲིད་འདིའི་ཐོག་ལ་ཡ་དགོངས་ཚུལ་དེ་འདྲ་ཡོད་པས་ན་འོག་ལ་ཡ། ཡིན་གྱི་མཆན་བཀོད་རོགས་གནང་ཞེས་བཅས་ཞུ་བ་ཡིན། བྱས་ན་དེ་རིང་གི་ལེ་ཚན་འདི་ད་ག་ར་ཡིན། དེ་ཡིན་རྗེས་མའི་ལེ་ཚན་ནང་ལ་བསྐྱར་དུ་མཇལ་ཡོང། དེ་སྲིད་དུ་ནམ་ཚོ། སྐུ་གཟུགས་ལ་ཐུགས་ཆོས་གནང་རོགས་གནང་ཞུ་བ་ཡིན། བྱས་ན་ཐུགས་ཆོས་གནང་རྗེས་མའི་ལེ་ཚན་ནང་མཇལ་ཡོང། སྙན་གསེང་གནང་བ་བཀའ་དྲིན་ཆེ། སྐད་རིགས་མང་པོ་ཤེས་ན་བཟང་མོད་ཀྱང་རང་གི་བག་གི་བྱེད་ན་ངོ་ཚ་ཡིན།